དེའི་དོན་དག་རེད་དེ་ཅིའི་ཕྱིར་དང། གཉིས་པ། རྩམ་པ་དམ་བཅའ་བ་རེད། རྩམ་པ་དམ་བཅའ་བ་དེ་ལ་རྩ་བ་ཞེས་ན། རྒྱ་བའི་གསུང་རབ་ཀུན་གྱི་སྙིང་པོའི་དོན། རྒྱལ་སྲས་དམ་པ་རྣམས་ཀྱི་ལྷ་བོའི་ལམ། སྐལ་ལྡན་མཐའ་འདུལ་རྣམས་ཀྱི་འཇུག་ངོགས་དེ་ཇི་ལྟར་ནུས་བཞིན་བདག་གིས་ཤེས་པར་བྱ་ཞེས་གསུང་བ་དེ་རེད། འདིར། ཚིག་རྐང་གསུམ་པོ་དེས། ལམ་གྱི་གཙོ་བོ་རྣམ་པ་གསུམ་ལ་སོ་སོར་ནི་སྦྱར་ན་ཡང་འགྲིག་པ་རེད། ཐུན་མོང་དུ་སྦྱར་ན་ཡང་འགྲིག་པ་རེད། ཐུན་མོང་དུ་སྦྱར་ཡོང་དུས་གོང་ལ་སྦྱར་བའི་གསུང་རབ་ཀུན་གྱི་སྙིང་པོའི་དོན་ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་གསུང་ཁ་ཡིན། རྒྱལ་སྲས་དམ་པ་རྣམས་ཀྱི་བསྔགས་པའི་ལམ་ལ་ཡང་ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་གསུང་ཁ་ཡིན། ད་ལྟ་སྐལ་ལྡན་ཐར་འདོད་རྣམས་ཀྱི་འཇུག་ངོགས་དེ་ཡང་ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་གསུང་ཁ་ཡིན་ཟེར་ལབ་ཀྱིས་ཐུན་མོང་དུ་སྦྱར་ཚུལ་ཡང་ཡོད་པ་རེད། ད། ཚིག་སོ་སོ་ནས་ཞིག་ནས་སྦྱར་བ་ཡིན་ན། རྒྱལ་བའི་གསུང་རབ་ཀུན་གྱི་སྙིང་པོའི་གི་དོན་དེ་ག་རེ་རེད་ཟེར་ལ་ན། མཐའ་ཡས་པའི་སེམས་ཅན་ཐམས་ཅད་སྡུག་བསྔལ་རྒྱུ་དང་བཅས་པ་ལས་གྲོལ་ཞིང། རྣམ་གྲོལ་ཐར་བ་ལ་འགོད་པའི་ཆེད་དུ་སངས་རྒྱས་ཀྱི་གསུང་རབ་ཐམས་ཅད་གསུངས་པ་རེད། དེ་ཡིན་པར་སོང་ཙང་དེ་ལ། ཐོག་མ། སེམས་ཅན་དེ་དག་གི་རྒྱུད་ལ་ཡང་འཁོར་བ་མཐའ་དག་སྡུག་བསྔལ་གྱི་རང་བཞིན་དུ་མཐོང་བྱེད། ངེས་འབྱུང་གི་བསམ་པ་དཀྱུས་མ་མ་ཡིན་པ་ཞིག་སྐྱེས་པ་གལ་ཆེ་བ་ཡིན་པ་སོང་ཙང། རྒྱལ་བའི་གསུང་རབ་ཐམས་ཅད་ཀྱི་སྙིང་པོའི་ཡོད་དོན་ཡང་ངེས་འབྱུང་རེད། དུ་བྱེད་དུས་རྒྱལ་བའི་གསུང་རབ་ཀུན་གྱི་སྙིང་པོའི་དོན་ཟེར་ཏེ་ངེས་འབྱུང་བྱེད། རྒྱལ་སྲས་དམ་པ་རྣམས་ཀྱི་སྔགས་པའི་ལམ་ཟེར་ལ་ཡོང་དུས། རྒྱལ་བའི་སྲས་པོ། བྱང་ཆུབ་སེམས་དཔའ་རྣམས་ཀྱིས། བསྟོད་བསྔགས་བྱེད་ས་ཀྱི་ཡུལ་དེ་གང་རེད་ཟེར་ལ་ན་བྱང་ཆུབ་ཀྱི་སེམས་རིན་པོ་ཆེ་འདི་རེད། རྒྱལ་བའི་སྲས་པོ་བྱང་ཆུབ་སེམས་དཔས་ཀྱི་ས་དང་ཟིན་དང་ཟིན་མ་ཟིན། བྱང་ཆུབ་སེམས་དཔའི་ས་ལ་སླེབས་མི་སླེབས། བྱང་ཆུབ་སེམས་དཔའ་ཡིན་དམ་མ་ཡིན། ཐེག་པ་ཆེན་པོའི་གང་ཟག་ཆགས་དང་མི་ཆགས་ཐམས་ཅད་ཀྱི་རྩ་བ་འདི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་འདི་ཡིན་ཙང་རྒྱལ་སྲས་དམ་པ་རྣམས་ཀྱིས་སྔགས་པས་ལམ་གསུངས་དུས་བྱང་ཆུབ་ཀྱི་སེམས་རིན་པོ་ཆེ་འདི་བྱས། དེ་ནས། ད་ལྟ། སྐལ་ལྡན་མཐའ་སྣོད་རྣམས་ཀྱི་འཇུག་ངོགས་ཏེ་གསུངས་ཡོང་དུས་གོང་ལ། སྟོང་ཉིད་རྟོགས་པའི་ལྟ་བ། སྟོང་ཉིད་རྟོགས་པའི་སྐལ་བ་དང་ལྡན་པའི་ཐར་བ་འདོད་པའི་གང་ཟག་ཐམས་ཅད་ཀྱི། འཇུག་ངོགས། ཕྱིན་ཅི་མ་ལོག་པར་འཇུག་པའི་འཇུག་ངོགས་དེ་གང་རེད་ཟེར་ལ་ན། ཡང་དག་པའི་ལྟ་བ། འདི་ག་རེ་རེད་ཟེར་ལ་ན། ང་རང་ཚོས་ངེས་འབྱུང་གི་བསམ་པ་ཡོད། བྱང་ཆུབ་ཀྱི་སེམས་རྒྱུད་ལ་ལྡན། ཡིན་ན་ཡང་ཡང་དག་པའི་ལྟ་བ་ཟེར་ངེས་དེ་མེད་ན། ཐར་བའི་ཐར་བ་ཐོབ་པའི་ཐབས་ཡང་མེད་པ་རེད། ཐམས་ཅད་མཁྱེན་པ་ཐོབ་པའི་མཐའ་ཡང་མེད་པ་རེད། ཨ་ནི་ཁོ་ངེས་འབྱུང་གི་བསམ་པ་དང་བྱང་ཆུབ་ཀྱི་སེམས་གཉིས་ཡོད་པ་ཡིན་ན་ཡང་ཡང་དག་པའི་ལྟ་བ་མེད་ན། དེ་བསམ་པ་བཟང་བ་ཙམ་ཞིག་རེད། བསམ་པ་བཟང་སོང་བར་ད་ཁོ་རང་གི་སེམས་ཅན་ཐམས་ཅད་ཀྱི་དོན། སེམས་ཅན་ཐམས་ཅད་བདེ་བ་དང་ལྡན་པར་བྱོས་ཅིག་བསམ་བསྡད་པ་དེ་ཙམ་ཞིག་གིས་ནི། ཐར་པ་དང་ཐམས་ཅད་བྱིན་པ་ཐོ་ཡག་གང་ཡང་ཡོང་གི་མེད་པ་སོང་ཙང། ངེས་འབྱུང་དང། བྱང་ཆུབ་ཀྱི་སེམས་གཉིས་ཡོད་པ་ཡིན་ན་ཡང་ཐར་པ་འདོད་པའི་གང་ཟག་རྣམས་ཀྱི་འཇུག་ངོགས་བླ་ན་མེད་པ་དེ་གང་རེད་ཟེར་ལགས་ན། ཡང་དག་པའི་ལྟ་བ་དེ་ཡིན་པ་རེད་དེ་རྒྱུ་མཚན་གྱིས་སྐལ་ལྡན་ཐར་འདོད་རྣམས་ཀྱི་འཇུག་ངོགས་དེ་གང་རེད་ཟེར་ལགས་དེ་ཡང་དག་པའི་ལྟ་བ་རེད། དེ་འདྲའི། ངན་སྐྱོན་དང་བྱང་ཆུབ་ཀྱི་སེམས་དང་ཡང་དག་པའི་ལྟ་བ་གསུམ་པོ་དེ་ཇི་ལྟར་ནུས་པ་བཞིན་དུ་རྗེ་རིན་པོ་ཆེ་ཁོང་གིས་ཤེས་ཀྱི་ཡིན་གསུངས་ཀྱིས་བརྩམས་པ་དམ་བཅའ་བ་མཛད་པ་ཇི་ལྟར་ནུས་བཞིན་བདག་གིས་བཤད་པར་བྱ་གསུངས། སྐབས་འགའ་ལ་ཁོ་རང་གིས་ཕྱིན་ཅི་མ་ལོག་པ་ཤེས་ཡ་དེ་ཁག་པོ་རེད་དེ་ཡིན་ན་ཡང་ང་རང་གིས་ཇི་ལྟར་ནུས་པ་དེ་ལྟར་དེ་ཤེས་ཀྱི་ཡིན་ཟེར་ལབ་ཀྱིས་ཁེངས་ཆུང་ལ་རྒྱ་ཡ་ཡོད་པ་རེད། ཡང་བརྒྱ་དང་གཅིག་ལ་ཤེས་པ་ཡིན་ན། ངེས་འབྱུང་དང་བྱང་ཆུབ་དང་བྱང་ཆུབ་ཀྱི་སེམས་ཡང་དག་པའི་ལྟ་བ་གསུམ་པོ་དེ་ཤེས་ན་ཧ་ཅང་གི་རྒྱ་ཆེན་པོ་ཡིན་ཙང། ཚིག་ཉུང་ཉུང་གཅིག་གི་ནང་ལ་ག་ཚད་ཤོང་ཤོང་ཅིག་བཤད་གི་ཡིན་གསུངས་ཡ་གི་དོན་དག་གཉིས་བརྒྱ་ཡ་ཡོད་པ་རེད་འོ་དུག་བྱེད་དུས་བཀའ་གཏེར་མཐའ་འདུལ་གནང་རྒྱུའི་འཇུག་ངོགས་དེ་ཇི་ལྟར་ནུས་བཞིན་བདག་གིས་བཤད་པར་བྱ་གསུངས་དུག་བྱེད་དུས་དེའི་བརྩམས་པ་དམ་བཅའ་བ་དེ་རེད། འདི། ལམ་གྱི་གཙོ་བོ་གསུམ་པོ་དེ། རྒྱལ་བའི་གསུང་རབ་ཐམས་ཅད་ཀྱི་སྙིང་པོའི་བཅུད་བྱུང་བ་ལྟ་བུ་རེད། རྒྱལ་བས་གསུངས་པའི་མདོ་སྔགས་ཀྱི་ལམ་གྱི་རིམ་པ་ཐམས་ཅད་ཀྱི་གཙོ་བོ་དེ་ངེས་འབྱུང་གི་བྱང་སེམས་ཡང་དག་པའི་ལྟ་བ་འདི་གསུམ་གྱི་ནང་ལ་མ་འདུས་པ་གཅིག་ཀྱང་མེད་པ་རེད། དེས་མ་ཚད། ང་རང་ཚོ་ནང་པ་སངས་རྒྱས་པའི་ཆོས་བྱེད་མཁན་ཞིག་ཡིན་པ་ཡིན་ན། ངེས་འབྱུང། བྱང་ཆུབ་ཀྱི་སེམས། ཡང་དག་པའི་ལྟ་བ་གསུམ་པོ་གང་རུང་གཅིག་གིས་མ་ཟིན་ན། ཐར་པའི་རྒྱུ་རུ་འགྲོ་ཡ་མི་སྲིད་པ་རེད། ཐར་བའི་རྒྱུ་བྱ་བ། ཐར་བ་བགྲོད་པའི་དམ་པའི་ཆོས་བྱ་ཡ་དེ་མེད་པ་རེད། དེ་ལ་ཡ། ག་ཟེར་ན། བྱང་ཆུབ་ལམ་རིན་ཆེན་མོད་ཀྱི་ནང་ལ། དེ་ལྟ་ན། འཁོར་བ་ལ་རྣམ་གྲངས་དུ་མ་ཉེས་དམིགས་སུ་བརྟགས་ཏེ་བསྒོམས་པས་འཁོར་བའི་ཕུན་ཚོགས་ལ་སྲེད་པ་སུན་འབྱིན་པའི་གཉེན་པོ་ཡང་མ་རྙེད། བདག་མེད་པའི་དོན་ལ་སོ་སོར་རྟོག་པའི་ཤེས་རབ་ཀྱིས་ཚུལ་བཞིན་དུ་ཡང་མ་སྐྱེས། བྱང་ཆུབ་ཀྱི་སེམས་ཉིད་ལ་གང་བ་ཞེས་པ་དང་བྲལ་བའི་དགེ་སྦྱོར་རྣམས་ནི། ངེས་འབྱུང། བྱང་སེམས། ཡང་དག་པའི་ལྟ་བ་གསུམ་པོ་དེ་དང་བྲལ་བའི་དགེ་སྦྱོར་རྣམས་ནི། ཞིང་གི་མཐུ་ལ་བརྟེན་པ་འགའ་རེས་མ་གཏོགས་པ་ཀུན་རྒྱུན་རང་གར་བར་འགྲོ་བས་འཁོར་བའི་འཁོར་ལོ་བསྐོར་བ་ཡིན་ནོ་གསུངས། རེ་བ། ང་རང་ཚོས། ངེས་འབྱུང་གི་བསམ་པ་གཅིག་དང། ཡང་མེད་ན་བྱང་ཆུབ་ཀྱི་སེམས་ཀྱི་རྩིས་ཟིན་པ་གཅིག་དང། ཡང་ན་མེད་ན་དམིགས་མེད་སྟོང་ཉིད་རྟོགས་པའི་ཤེས་རབ་ཀྱི་རྗེས་བཏགས་པ་དེ་འདྲས་ཀྱིས་མ་ཡིན་ན། ཨ་ནི་དགེ་སྦྱོར་ག་རེ་བྱས་པ་ཡིན་ན་ཡང་ཞིང་གི་མཐུ་ལ་བརྟེན་པ་འགའ་རེ་མ་གཏོགས་པ། ཨ་ནི་ཚང་མ་ཀུན་འབྱུང་འཁོར་བའི་རང་བཞིན་དུ་ཆགས་ཀྱི་ཀུན་འབྱུང་བདེན་པ་ཆགས་ཀྱི་རེད་གསུང་གི་ཡོད་རེད། ཀུན་འབྱུང་བདེན་པ་ཆགས་པ་ཡིན་ན་དེ་ནི་འཁོར་བ་ལ་ཡང་ནས་ཡང་དུ་སྐྱེ་ཡག་གི་རྒྱུ་ཆགས་པ་ཡིན་ཙང་འཁོར་བའི་འཁོར་ལོ་བསྐོར་བ་ཡིན་ནོ་གསུང། ཏུ་ཟིན་པ་སོང་ཙང་ང་ཚོས། ལམ་གྱི་གཙོ་བོ་རྣམ་པ་གསུམ་པོ་འདི་ལ། ངེས་པར་དུ་བསམ་བློ་གཏང་དགོས་ཀྱི་རེད། ངེས་པར་དུ། གོམས་པ་བྱེད་དགོས་ཀྱི་རེད་མ་གཏོགས་ང་རང་ཚོ་རྣམ་པ་གསར་འབྱེད་པའི་ཆོས་རྣམ་པ་དག་པ་གྱི་ཆ་ཡ་དེ་ཡ་དཀའ་ལས་ཁ་པོ་རེད། དུ་ཟིན་ནས་དགོངས་པ་གཅིག་བཞེས། ད་ག་ནང་བཞིན། ང་ཚོས། ཐོག་མ་བློ་ཆོས་སུ་འགྲོ་བ་ལ་ངེས་འབྱུང་དགོས། ཆོས་ཐེག་པ་ཆེན་པོའི་ལམ་དུ་འགྲོ་བ་ལ་བྱང་ཆུབ་ཀྱི་སེམས་དགོས། སྒྲུབ་པ་ཉིད་ཡོངས་སུ་རྫོགས་པ་སྤོང་བར་བྱེད་པ་ལ་ཡང་དག་པའི་ལྟ་བ་དགོས་གསུངས་ཀྱི། དེ་ཏག་ཏག་རེད་བ། ང་རང་ཚོས། འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་ཆེན་པོ་འདི་ལས་གྲོལ་བའི་ཐབས་ཅིག་ལ་བསམ་བློ་མ་བཏང་པ་ཡིན་ན། ཨ་ནི་ནང་པ་སངས་རྒྱས་པའི་ཆོས་ཤིག་ཡིན་ན་ཡང་འཁོར་བའི་ཆེད་དུ་རེད་བ། འཁོར་བ་འདི་ལས་གྲོལ་བའི་ཆེད་དུ་བསམ་བློ་ཞིག་བཏང་ཐུབ་པ་ཡིན་ན། ཨ་ནི་ནང་པ་སངས་རྒྱས་པའི་ཆོས་ལུགས་ཀྱི་ཆ་རྒྱུས་རེད་མ་གཏོགས་པའི་འཁོར་བའི་ཆེད་དུ་ཆོས་སྒྲུབ་དགོས་ཡ་མི་འདུག་བ། ང་རང་ཚོ་ཆུ་མཁོ་བའི་ཆེད་དུ་ཆུ་འབྲུ་དགོས་མ་རེད་མཁོ་བའི་ཆེད་དུ་ཚོང་རྒྱག་མགོ་སྐོར་བཏང་མལ་བུ་བྱས་ལྕགས་རྫུན་བྱས་མི་བསད་བྲག་ཆ་བྱས་དེ་རིགས་བྱས་པ་ཡིན་ན་མཁོ་བ་གི་བྱ་བ་འགྲུབ་བསྡད་པ་རེད། ང་རང་ཚོའི་ནང་ནས་རྔན་མ་ཡང་བཟས་ཡས་ཡོད་རེད། མི་དཔའ་བོ་བཟས་ཡས་དེ་མིང་བཏགས་ཆེད་ང་རང་ཚོའི་བོད་ཀྱི་ནང་ལ་ཡང་མི་བསད་མཁན། རྟ་བདས་མཁན། ལྕགས་རྒྱག་མཁན་དེ་ཚོ་གང་ག་ལ་ཡང་དཔའ་བོ་གི་མིང་ཐོགས་པ་རེད། མཁོ་བའི་འཁོར་ལོ་བསྐོར་བ་ཡིན་ན་དཔའ་བོ་དེ་འདྲས་ཀྱི་ཆ་རྒྱུ་རེད་བ། མ་གཏོགས་ང་ཚོས་འཁོར་བ་ལས་གྲོལ་བའི་ཆོས་ཀྱི་བྱེད་པ་ལ་ངེས་པར་དུ་ཏཱ་ངེས་འབྱུང་བྱང་ཆེན་ཟན་ཡང་དག་པའི་ལྟ་བ་གསུམ་པོ་གང་རུང་གཅིག་ནས་བཞི་མ་ཚུད་པ་ཡིན་ན་མེད་པ་རེད། རྣམ་པ་སངས་རྒྱས་པའི་ཆོས་ཀྱི་ལམ་གྱི་སྣེ་ཟིན་ཡང་མེད་པ་རེད། འོ་དེ་འདྲ་ཡིན་པར་སོང་ཙང་ང་རང་ཚོས་ངེས་འབྱུང་བྱང་ཟན་ཡང་དག་པའི་ལྟ་བ་གསུམ་པོ་དེ་ལམ་གྱི་མཐིལ་དུ་བཟུང་དགོས་ཡག་གི་ཧ་ཅང་གི་གནད་འགག་ཆེན་པོ་ཡིན་པ་རེད་དེ་ང་རང་ཚོས་ཚང་མས་མཁྱེན་དགོས་པ་རེད་དོགས་གཅིག་རེད། ད་དེ་རྗེས་ལ་གསུམ་པ། སྣོད་ལྡན་ཉན་པར་བསྐོ་བ་སོགས་ཡང་དེ་རེད། དེ་ལ་རྩ་བ་ཞེ་ན། གང་དག་སྲིད་པའི་སྡེ་ལ་མ་ཆགས་ཤིང། བདག་འགྱུར་དོན་ཡོད་བྱ་ཞིང་བརྩོན་པ་ཡིས། རྒྱལ་བ་རྗེས་པའི་ལམ་ལ་ཡིད་རྟོན་པའི། སྐལ་ལྡན་དེ་དག་དང་བའི་ཡིད་ཀྱིས་ཉོན། གསུངས་པ་དེ་རེད། དེ་ལ་ཞེ་ན། གདུལ་བྱ། གང་དང་གང་ཡིན་ན་ཡང། སྲིད་པའི་སྡེ་བ་ལ་མ་ཆགས་པ་སྟེ། ངེས་འབྱུང་གི་བསམ་པ་བཅོས་མིན་རྒྱུད་ལ་ཡོད་པ། སྲིད་པའི་སྡེ་བ་ལ་མ་ཆགས་པ་ཟེར་དུས་ངེས་འབྱུང་གི་བསམ་པ་བཅོས་མ་མ་ཡིན་པ་རྒྱུད་ལ་ཡོད་པ། དང་རྒྱུར་དོན་ཡོད་པར་བཤད་པའི་ཕྱིར་དུ་བརྩོན་པ་ཞེས་ལབ་དུས་བྱང་ཆུབ་ཀྱི་སེམས། གཞན་ཕན་གྱི་བྱ་བ་ལ་བརྩོན་པ། དང་རྒྱུར་དོན་ཡོད་པར་བྱ་བ་ཟེར་དུས་ང་རང་ཚོ་ཡིན་ན་ཡང་མི་གཅིག་གིས་མི་ཚེ་དོན་དང་ལྡན་པ་ཅིག་སྐྱེལ་སོང་ཟེར་ལབ་ན་རང་ལ་ཕན་པ། གཞན་གཅེས་པ། གཞན་ཕན་གྱི་བྱ་བ་སྒྲུབ་མཁན་ཞིག་ཡིན་པ་ཡིན་ན་མི་ཚེ་དོན་དང་ལྡན་པ་ཆགས་པ་རེད་མི་འདུག་དང་རྒྱུར་དོན་ཡོད་བྱ་བྱ་བའི་ཕྱིར་དུ་བརྩོན་པ་དེ་བྱང་ཆུབ་ཀྱི་སེམས་གཞན་ཕན་གྱི་བྱ་བ་ལ་བརྩོན་པའི་བསམ་བློ་འདི་འགྲིག་གི་ཡོད་པ། ད་ག་ནང་བཞིན་རྒྱལ་བ་བརྒྱད་པའི་ལམ། རྟེན་ཅིང་འབྲེལ་བར་འགྱུར་བའི་ཡང་དག་པའི་ལྟ་བ་དེ་ལ་རྒྱལ་བ་འཇིགས་པའི་ལམ་དུ་ཞེས་ནས་སོ་འདུས་གོང་ལ་ལམ་གྱི་གཙོ་བོ་གསུམ་པོ་དེ་ལ་ཡིད་རྟོན་པ་ཞེས་ལབ་དུས་ཡིད་ཆེས་པ། ལམ་གཙོ་གསུམ་པོ་དེ་ལ་ཡིད་ཆེས་ཀྱི་ཉན་འདོད་ཡོད་མཁན་ཡིད་རྟོན་པའི་སྐལ་བ་དང་ལྡན་པའི་གང་ཟག་དེ་ཚོས་བསྟན་བཅོས་འདི་སྣོད་རུང་གི་གདུལ་བྱ་ཡིན། བསྟན་བཅོས་འདི་གི་སྣོད་རུང་གི་གདུལ་བྱ་དེ་ལ་སྲིད་པའི་བདེ་བ་ལ་མ་ཆགས་པ། དང་འབྱོར་དོན་ཡོད་པར་བྱ་བའི་ཆེད་དུ་བརྩོན་འགྲུས་ཡོད་པ། བྱ་བ་བགྱིད་པའི་ལམ་རྟེན་ཅིང་འབྲེལ་བར་འགྱུར་བ་ཡང་དག་པའི་ལྟ་བ་རྟོགས་པར་འདོད་པའི་གང་ཟག་དུ་སུ་ཨ་ནི་དཀར་བ་དང་ལྡན་པའི་གདུལ་བྱ་ཡིན་པར་སོང་ཙང་དེ་དག་གི་ཡུལ་དང་བའི་སྒོ་ནས་ཉོན་ཅིག་སོང་ཡང་དེ་རེད། ང་རང་ཚོ་སྤྱིར་ན་ཨ་ནི་སློབ་མ་ཟེར་ཡ་དེ་ལ་སློབ་དཔོན་འཕགས་པ་ལེགས་སོང་ལ་ཡ་གཟུ་ནི་བློ་ལྡན་དོན་གཉེར་བ་ཉན་པོ་སྣོད་ཀྱི་བྱ་བ་བརྒྱུད་སོང་ཡ་དེ་གལ་ཆེན་པོ་ཡིན་པ་རེད། ད་ལྟ་སྐབས་འདི་དང། ངན་ཇུའི་ཤ་གསེང་ཡང་དག་པའི་ལྟ་བ་གསུམ་པོ་ཉན་འདོད་ཀྱི་གང་ཟག་གཅིག་གསུང་གི་ཡོད་རེད། སྤྱིར་ན་སློབ་མ་ཟེར་ངེས་དེ་ལ། ཨ་ནི། གཡོ་སྒྱུ་སོགས་དང་བྲལ་བའི་བློ་གཟུ་བོ་གནས་པ། བློ་གཟུ་བོ་གནས་པ་ཟེར་ཡ་དེ་གལ་ཆེན་པོ་ཞེ་བོ་རེད། ང་རང་ཚོ་ཉན་དུས་གོང་ལ། སློབ་མ་གཅིག་གི་ཐོག་ནས་ཕར་ཉན་པ་ཡིན་ན་ཉན་སྟངས་དེ་རིགས་མ་འདྲ་བ་རེད། སྐད་ཆ་ག་རེ་བཤད་པ་ཡིན་ན་ཡང་ཉན་སྟངས་ཀྱི་ཐོག་ནས། སོ་སོས་ཀྱི་བསམ་བློ་དྲང་པོ་བཞེས་ནས། དོན་དག་ལ་བསམ་བློ་བཏང་ནས་ཉན་གྱི་ཡོད་ན། གོ་རྒྱུ་གཅིག་ཡོད་པ་རེད་གོ་ལ། ཁོ་རང་གིས་བསམ་བློ་བཏང་ནས་བཤད་ཡོང་བ་དེ་ལ་རྒྱུ་མཚན་ག་རེ་འདུག་འབྲུ་གཞས་ག་རེ་འདུག་ནོར་བ་ག་རེ་འདུག་འཁྲུལ་བ་ག་རེ་འདུག་ཡིན་པ་ག་རེ་འདུག་མ་ཡིན་པ་ག་རེ་འདུག་བལྟས་ཀྱིན་སོ་སོའི་ཀྱི་བློ་གཟུ་བོའི་ཐུགས་ནས་གནས་པའི་ཐུགས་ནས་ཉན་གྱི་ཡོད་པ་རེད། བློ་ཕྱིན་ཅི་ལོག་རྐྱང་རྐྱང་གིས་ཉན་བྱས་ན། ང་ཚོ་ག་རེ་ཤེས་པ་ཡིན་ན་གོ་ཡ་གས་ཡོད་མ་རེད། དཔེར་ན་བློ་གཤིན་རྗེ་ལུགས་ཐོག་ནས་ཉན་པ་ཡིན་ན། གཤིན་རྗེ་ལུགས་ཀྱི་བསམ་བློ་ཅིག་གི་ཐོག་ནས་ཉན་པ་ཡིན་ན་ད་དགེ་རྒན་དེ་གི་མ། ཡག་པོ་ཞིག་ནས་ཁྱེད་རང་ཚོས་དགེ་རྒན་ལ་གུས་ཞབས་བྱེད་དགོས་རེད་ད་ཟེར་ནས་སྐད་ཆ་ཅིག་བཤད་པ་ཡིན་ན། མ་གས་བློ་གཤིན་རྗེ་ལུགས་ཀྱི་ཐོག་ནས་ཉན་དེ་ངས་དེ་གི་ཨ་རེད་ཁོས་ཁོ་རང་ལ་ཡག་པོ་བྱས་ཞེས་ཟེར་གི་འདུག་ཨ། ཨ་བློ་རྒྱབ་ཚར་རེད།

དོན་དག་ཆེན་པོ་རེད། རྣམ་པ་ཀུན་ཏུ་སྐད་ཆ་ཐམས་ཅད་ཨ་ལོག་རྒྱབ་ཀྱིས་འགྲོ་བསྡད་པ་ཡིན་ན་བྱ་བ་ཡག་པོ་ཅིག་མཐོང་ཡ་གཏན་ནས་མེད་པ་རེད། དཔེར་ན་ང་རང་ཚོའི་མི་གཅིག་གིས་སྤྱི་ཚོགས་ཀྱི་ནང་ལ་ཡ་ཁོ་རང་གིས་ཅིག་ཡག་པོ་བྱེད་ཡ་གི་བསམ་བློ་བཏང་ཅིག་དེང་སང་འདྲ་བོ་ཡིན་ན་སྦྱིན་པ་བཏང་ངེས་དེ་འདྲ་ཡོད་རེད་བ། དེ་འདྲའི་གཅིག་གི། བློ་གཟུ་བོའི་ཐུགས་ནི་ངས་ཁོ་ལ་བལྟས་པ་ཡིན་ན་ཨ་ཡག་པོ་རེད་དང། ཁོས་མི་ལ་སྦྱིན་པ་གཏང་གི་འདུག་དང་ཁོ་རང་གིས་ཡག་པོ་བྱེད་ཀྱི་འདུག་དང་ཟེར་ཡག་གི་སྐད་ཆ་དེ་ཡོང་གི་རེད། མི་ཁོ་རང་གི་བློ་དེ་གཟུ་བོ་མ་ནས་པ་ཞིག་ནས་ཕྱིན་ཅི་ལོག་གིས་ལྟ་བ་ཡིན་ན། ཨེ། དེ། ད་ཁོས་ཡང་སྦྱིན་པ་འདྲ་ཅིག་གཏང་ག་བྱས་ནས་མི་ཁོ་རེ་མི་བསྡུ་ཉེ་དྲུག་གི་འདུག་ཨ་ཁོ། ཁོས་ཡང་མི་དེ་ཚོ་ཡར་བསྡུས་ཤིག་ཡང་ཁུ་ཅི་ཅི་ཅི་ཅི་ཡིན་འགྲོ་གི་འདུག་དེ་རྒྱབ་ལ་ཡང་ཁུ་ཅི་ཅི་ཀིར་དང་ཟེར་ཨ་ནི་རང་གི་པའི་ཁུ་ཆ་ཞིག་ཁྱུ་ནས་མེད་པ་ཅིག་རང་གི་ཆ་ཞིག་བཞག་ཅིག་ཨ་ནི་སྐད་ཆ་མང་པོ་ཞིག་ཡོང་བསྡད་པ་དེ་འདྲ་ཡིན་པ་སོང་ཙང་བློ་གཟུ་བོ་གནས་ཡ་དེ་ང་རང་ཚོ་ཕྱི་ཤིན་ཏུ་གལ་ཆེན་པོ་རེད་ལ་ལྷག་པར་དུ་ཡང་ཐེག་པ་ཆེན་པོའི་ཆོས་བཤད་མཁན། བྱང་ཆུབ་ཀྱི་སེམས་སྒོམ་གི་ཡིན་ཟེར་མཁན། གསང་སྔགས་ཀྱི་བསྟན་པ་ཉམས་སུ་ལེན་གི་ཡིན་ཟེར་མཁན་དེ་འདྲ་ཅིག་ཡིན་པ་ཡིན་ན་བློ་གཟུ་བོ་མ་གནས་པ་ཡིན་ན་ད་ཡོང་ཡ་གཏན་ནས་མེད་པ་རེད། ཀླུ་གཟུགས་གནས་པ་དེ་མེད་ན། བྱང་ཆུབ་ཀྱི་སེམས་ཟེར་ཡ་དེ་ད་རྩ་བ་ཉིད་ནས་ད་ཁོ་རང་སྤྲོས་བྲལ་རེད་དེ་འདྲ་ཡིན་པ་སོང་ཙང་ང་རང་ཚོ་ག་དུས་ཡིན་ན་ཐེག་པ་ཆེན་པོའི་ཆོས་བཤད་མཁན། ཐར་པ་དང་ཐམས་ཅད་མཁྱེན་པ་དོན་དུ་གཉེར་མཁན། ལྷག་པར་དུ་ཡང་དེང་སང་གི་དུས་སུ་སྐད་ཆ་བཤད་ན་སྤྱི་ཚོགས་ཀྱི་ཕན་བདེ་སྒྲུབ་མཁན་དེ་འདྲ་ཅིག་ཡིན་པ་ཡིན་ན་ཀླུ་གཟུགས་གནས་ཡ་དེ་ང་ཚོ་གལ་ཆེན་པོ་རེད་དེའི་ཐོག་ནས་གཟུར་གནས། དང་བློ་དང་ལྡན་པ། རེ་བ། བསམ་བློ་གཏང་རྒྱུ་ཡོད་མཁན། ལས་གཉིས་ཀྱི་རྣམ་གཞག་མཇལ་ཤེས་མཁན། དེ་འདྲའི་སྤྱི་ཡས་ཆགས་དགོས་ཡ་དེ་སྦྱང་པ་བྱེད་དགོས། ང་རང་ཚོ་དང་པོ་ཡ་ཨ་མས་སྐུ་ནས་སྐྱེས་ཡོང་དུས་སྐུ་ནས་ལས་གཉིས་ཀྱི་རྣམ་གཞག་མཇལ་ཤེས་མཁན་ཞིག་ཆགས་ཡོད་མ་རེད། རང་གི་བཙོག་པ་ཡ་རང་གི་བཙོག་པ་ཡིན་པ་ཧ་མ་གོ་བ་ཅིག་བཟའ་བཞག་ངེས་ཅིག་རེད། དང་པོ་ང་ཚོ་ཡོང་དུས་ཚང་མ། བཙོག་པ་ལ་བཙོག་པ་མི་བྱེད་མཁན། ཟ་རྒྱུ་ལ་ཟ་རྒྱུ་མི་བྱེད་མཁན། བདེ་བ་ལ་བདེ་བ་མི་བྱེད་མཁན་སྡུག་བསྔལ་ལ་སྡུག་བསྔལ་མི་བྱེད་མཁན་ཞིག་རེད། ཡིན་ན་ཡང་ང་རང་ཚོའི་བླང་དོར་གྱི་གནས་ལ་ཡང་རིམ་པ་བཞིན་དུ་སྦྱངས་ཤིང། ཡར་རྒྱས་འགྲོ་གོང་འཕེལ་དུ་སོང་དུས་སུ་ཆ་ཡོང་དུས་གང་ལ་ད་བླང་དོར་གྱི་རྣམ་གཞག་འབྱེད་ཤེས་ངེས་ཀྱི་ཆ་ཡོང་གི་རེད། བླང་དོར་གྱི་རྣམ་གཞག་འབྱེད་ཤེས་ངེས་ཀྱི་ཆ་དེ་སྐབས་དེ་ལ་བླང་དོར་གྱི་རྣམ་གཞག་འབྱེད་པ་དེ་ངེས་པར་དུ་བློ་དྲང་པོའི་སྒོ་ནས་བྱེད་དགོས་ཀྱི་རེད་གསུངས་ཡ་ད་དེ་རེད། དེ་ནི་དོན་གཉེར་ཡོད་པ། རེད་པ་རེད་པ། དོན་སྙིང་མེད་པ་ཞིག་ན། ང་རང་ཚོ་ལྷོ་གཞུང་སྐད་ཡོང་ཡ་མེད་པ་རེད་དོན་སྙིང་མེད་ན། ང་རང་ཚོ་འདི་བ་ལ་འདུ་བ། དགོན་པ་འདིའི་ནང་ལ་ཡང་དེ་འདྲའི་མང་པོ་ཡོད། གདན་ས་ལ་ཡང་སྟག་ར་མང་པོ་ཡོད། རེད་པ། ལྷོ་གཞུང་ཞེས་དགོས་སི་ལ་དེ་ཀོ་ལ་ཉིག་ཚོ་ཚོ་ཉི་ལྡེ་མཁན། རྩེ་མོ་རྩ་ཁ་འགྲོ་སི་ལ་དེ་ཀོ་ལ་གནམ་ལ་འགྲོ་མཁན། དེ་འདྲའི་མང་པོ་ཡོད་གྲྭ་ས་ལ་ཡོད་རེད་འདི་བ་ལ་ཡོད་རེད་ས་ཞ་གང་ལ་ཡོད་རེད་སློབ་གྲྭ་ན་ལ་ཡོད་རེད་ཡིན་ན་ཡང་རྣམ་པ་ཚོ་ཚང་མ་ལྷོ་གཉེར་བ་རེད་ང་རང་ཚོ་གི་ནང་ནས་ཅིག་འདི་བ་ལ་ཡ་ཅིག་བཤད་གྲྭ་ཚུལ་གྱིས་དེ་ནང་ནས་རྒྱུགས་ལེན་དགོས་གི་ཡོད་རེད་རྒྱུགས་སྤྲད་དགོས་གི་ཡོད་རེད་རྒྱུགས་མ་འཕྲོད་ན་མ་འོངས་པ་ལ་བསམ་བློ་འདྲ་མི་འདྲ་བཏང་ཡོང་གི་རེད་དེ་འདྲ་བྱེད་དུས་གོང་ལ་ཚང་མས་གི་རང་དོན་ཡག་རེད་བཤད་གྲྭའི་དོན་དག་ཡག་རེད་གཞན་དོན་ཡག་རེད་ཚང་མ་སྡུག་བྱེད་དུས་གོང་ལ་ཚང་མས་དགོངས་པ་ཡག་པོ་བཞེས་ཅིག་བསླབ་པ་བློ་ཉེས་ཀི་ཐུགས་ལ་ཤུགས་རྒྱབ་དགོས་གི་རེད་རང་གི། ཁྱི་དཔའ་ལྷོ་པའི་དུས་ན་འདུག། བདེ་བ་འདོད་ལ་མཁས་མི་སྲིད། བདེ་བ་ཆུང་ལ་ཆགས་པ་དེས་ཆེན་པོའི་བདེ་བ་ཐོབ་མི་སྲིད། ད་ག་རང་པདྨ་སྲས་ཀྱི་བདེན་པ་རེད། རེད་པ་ཧ་ཅང་གི་བདེན་པ་རེད། ང་རང་ཚོ་ད་ལྟ་དཀའ་ལས་མ་བརྒྱབ་པ་ཡིན་ན། ཨ་ནེ་ཞུ་གོ་ལ་ང་གྲུ་འབྲས་ཆེན་པོ་གཅིག་དགོས་ཀྱི་འདུག་ཟེར་ལ་ན་ཡོང་ཡ་ཡོད་མ་རེད། སྔས་མ་དཀའ་ལས་རྒྱག་ངེས་དུས་སུ་ད་ལྟ་ཡག་པོ་ཆགས་ཀྱི་རེད། སྔས་མ་དཀའ་ལས་མ་རྒྱག་ངེས་དུས་སུ་ད་ལྟ་སྐྱོ་པོ་ཆགས་ཀྱི་རེད། ང་ཚོ་ད་ག་ཡིན་གྲགས་ས་ལ་ཡང་ད་ག་རང་ཡིན། འཛིན་གྲྭ་གཅིག་ཡིན་ན་ཡང། འཛིན་གྲྭ་གཅིག་གི་ནང་ནས་ཡར་ཐོན་ཡོང་དུས་གོང་ལ་མི་རིགས་གཅིག་གི་མདུན་ལ་མཇལ་གྱི་མ་རག། མཇལ་ཁ་མ་རག། ཕུལ་ས་མ་རག། གཡོག་རྒྱག་ས་མ་རག་ནས་བསྡད་བསྡད་ས་གི་མི་ཁ་ཤས་པས་མཁན་པོ་མཁན་སུ། སྐད་གྲགས་ཆེན་པོ་འདི་འདྲི་པས་དངོས་གནས་དྲ་ནས་ཡིན་ད། མཇལ་གྱི་མ་རག་མཇལ་ཁ་མ་རག་ཚང་མས་ཁ་སྣ་ལ་གདངས་ཀྱིས་རྒན་རིན་པོ་ཆེ་ཟེར་བསྡད་ས་དེ་འདྲས་ཡང་ཆགས་གི་རེད། ཁོ་རང་དང་འཛིན་གྲྭ་གཅིག་པ་གཅིག་ཆང་ཡིན་པ་གང་ཞིག་ལ། རིགས་གཅིག་སྟེ། མཇལ་གྱི་མ་རག་མཇལ་ས་མ་རག་གང་ཡིན་ད་ཚང་མས་མ་མཐོང་ཆུས་བཏང་བྱས། བཞག་བསྡད་ས་མཐའ་ན་རང་རང་གི་ཉི་མ་རེ་རེ་གི་དུས་ཚོད་གསུམ་གི་ཁ་ལག་བཟོ་མཁན་མི་རག་མཁན་གི་རྒན་པ་དེ་འདྲས་ཡང་ཆགས་གི་རེད་ཡ། རྒན་གོག་ཆགས་ཡོང་དུས་གཅིག་ལ་གཡོག་པོ་རྒྱག་ས་མ་རང་གིས་ཆགས་བསྡད་ཡ་གཅིག་དང། གཅིག་ལ་མཇལ་ཁ་མ་རང་གིས་ཆགས་བསྡད་ཡ་དེ་ག་རེ་བྱས་ནས་ཆགས་པ་རེད། རང་རང་སོ་སོ་གླ་པ་ལོ་གཉིས་བརྒྱབ་པའི་སྐབས་ལ་གཅིག་གིས་དཀའ་ལས་ཤི་མ་ཤི་བརྒྱབ་ཡོད་རེད་གཅིག་གིས་དཀའ་ལས་བརྒྱབ་ཡོད་མ་རེད། གཅིག་གིས་ལྷོ་གཞུང་བྱས་ཡོད་རེད་གཅིག་གིས་ལྷོ་གཞུང་བྱས་ཡོད་མ་རེད་ད་ག་རང་གིས་བྱས་པ་རེད། འཇིག་རྟེན་ཆེན་པོའི་ནང་ནས་ཡང་ད་ག་རང་རེད།

ཁོས་འགྲོ་སོང་ཅི་མ་བཏང་པ་ལ་རྩ་བ་ཉིད་ནས་ཡོང་ཡ་མེད་པ་དུས་ཕྱིས་དུས་གོང་ལ་ང་རང་ཚོའི་མ་འོངས་པའི་མི་ཚེ་གི་མདུན་ལམ་དེ་ད་ལྟ་རྣམ་པ་ཚོའི་ལག་ཏུ་ཡོད་རེད། ད་ལྟ་ང་ཚོའི་ལག་ཏུ་ཡོད་རེད། ད་ལྟ་གླ་པ་གློ་སྙིང་རྒྱབ་པའི་སྐབས་ལ་ཡང་དཀའ་ལས་རྒྱབ། མཚན་ཤུགས་བསྐྱེད། བརྩོན་འགྲུས་རྒྱབ་དུས་བྱས་པ་ཡིན་ན་མ་འོངས་པ་མདུན་ལམ་ཡག་པོ་ཆགས་ཡ་ཡིན་པ་རེད། རེད་པ། ང་རང་ཚོ་ག་དུས་ཡིན་ན་ཡང་དཀའ་ལས་བརྒྱབ་པའི་གྲུ་འདེགས་དེ་ལྡོག་ཏུ་མེད་པ་རེད་ང་ཚོ་རྒྱུ་འབྲས་ལ་ཡང་ལྷོ་བ་ཡོད་མ་རེད་འོ་དེ་འདྲའི་ཡིན་པ་སོང་ཙང་ཨ་ནི་ཚང་མས་སློབ་མ་ཚང་མས་གཟུར་གནས་བློ་ལྡན་དོན་གཉེར་བ་ཉན་པོ་ནུས་ཀྱི་བྱ་བ་བརྒྱུད་གསུངས་པ་ནང་བཞིན་སློབ་མའི་ཆེ་ཤོས་དེ་ཚང་བ་ཞིག་ནི་ད་ལྟ་དགེ་བའི་བཤེས་གཉེན་རྣམ་པ་ཡོད་པ་དགོན་པ་གྲྭ་ཚང་གི་འཆར་གཞིའི་སྒྲིག་ལམ་ཡང་གང་ལ་གང་འཚམ་ཡོད་པ། དེའི་ཐོག་ལ་རང་རང་སོ་སོ་ཡང་རྣམ་རིག་གསར་བ། རིག་པ་ཡོད་པ། གོ་སྐབས་ཡོད་པ་འདི་འདྲའི་ཅིག་གི་སྐབས་ལ་ད་དངོས་གནས་དྲང་ནས་ཤུགས་བརྒྱབ་དགོས་བ་རེད། ཡོན་ཏན་ཟེར་ངེས་དེ་མི་གཅིག་གིས་ཆོས་ཁུལ་ཡོངས་ཀྱི་ཆུ་བླུད་པ་ནང་བཞིན། པགས་བརྫིས་ནས་བཀྲེས་པ་ནང་བཞིན་ཞིག་ནི་ཁ་ནང་ལ་བླུད་མཁན་གྱིས་གཏན་ནས་མི་སྲིད་པ་རེད། སུ་གཅིག་གིས་བྱེད་ཀྱི་མ་རེད། ཡིན་ན་མིན་ན་རང་གིས་བྱེད་དགོས་ཀྱི་རེད། འདི་ལ་ཉོ་ཡ་ཡོད་མ་རེད། ཚོང་ཁང་ནང་ནས་ཉོ་ཡ་ཡོད་མ་རེད། སྨན་ཁང་ནང་ནས་སྨན་བཅོས་བྱེད་ཡ་ཡོད་མ་རེད། ད་ཡིན་གཅིག་མིན་གཅིག་ཉི་མ་རེ་རེ་ལ་གྱེན་དུ་བློ་སྦྱོང་ཞིག་ཅིག་དཀའ་ལས་རྒྱག་དགོས་ཡ་དེ་རང་རང་སོ་སོའི་ལས་འགན་རེད། རང་རང་སོ་སོའི་མདུན་ལམ་རེད་ད། རེ་བ་རོའོ་བསྡུ་བྱེད་དུས་གོང་ལ་ང་རང་ཚོ་ཚང་མས་ཁྱེད་རྣམ་པ་ཚོ་ཡིན་ན་ང་ལྟ་བུ་ཅིག་ལ་རྩིས་ཐང་བཞག་ཚང་མས་དགའ་དགའ་བྱེད། བསྡུ་བྱེད་ཡ་དེ་ཁྱེད་རྣམ་པས་ག་རེ་རེད་བསམ་གི་ཡོད་ངས་ག་རེ་བསམ་གི་ཡོད་ཟེར་ན་ངའི་ཡོན་ཏན་གྱི་ཆེད་དུ་རེད་བསམ་གི་ཡོད། ངའི་ཡོན་ཏན་དེ་ཡང་ལྷག་བསམ་རྣམ་དག་གི་ཐོག་ནས་བླ་མ་རིན་པོ་ཆེའི་བཀའ་དགོངས་ནང་བཞིན་ཡིན་གྱི་མིན་གྱི་དེ་ལ་སྤྲད་ཐུབ་དགོས་གི་རེད་བསམ་གི་ཡོད་དེ་ལ་ཡ་ཟེར་ན་ཟེར་ཡ་དང་དེ་ལ་ཅིག་དངོས་གནས་དྲན་ནས་རང་རང་སོ་སོའི་རྔན་མ་ཡིན་ན་དེ་འདྲ་ཡོད་རེད་པ། དྲང་གཟིགས། བྲམ་ཟེའི་གསང་མཚན་འདི་ཚོ་རང་གི་བུ་ལ་བསླབ། བུ་གི་བུ་ལ་བསླབ། བུ་ལ་བསླབ་པའི་སྐབས་ལ་ཡང་ཁ་ཞེས་མ་བསླབ་ནས་བཞག། ཉི་མ་གཅིག་ལ་སྐད་ཆ་བཤད་པའི་ལུས་བསླེབ་པའི་སྐབས་ལ་ཡང་སྤུ་གུ་དེ་གདོང་དེ་བཏང་ཚེ་དུ་ཕྱིན་ནས་བཞག། ཨ་ནི་དེའི་ནང་ནས། ཨ་ནི་དེའི་ནང་ནས། གར་ས། པད་ཤག་ལན། པད་ཤག་ལན་ཅིག་དེའི་རིན་ཐང་བརྒྱ་བྱས། ཨ་ནི་སྟོང་ཕྲག་གཅིག་སྤྲད་ན་དེ་ལ་བོ་སྟོང་ཕྲག་གཉིས་སྤྲད་ན་དེ་ལ་བོ་ཟེར་ཡག་གི་ལོ་རྒྱུས་ཡོད་རེད། དེ་འདྲའི་མ་རེད། ང་རང་ཚོ་ཏང་དང་དངོས་གནས་དང་ནི་ལྷག་བསམ་རང་དང་གི་ཐོག་ནས་སྤྲད་ས་མ་རང་ནི་དཀའ་ངལ་འཕྲད་དུས་བར་མ་གཏོགས་སྤྲད་ས་རག་བའི་སྤྲད་རྒྱུ་མ་བྱུང་བའི་དཀའ་ངལ་དང་སྤྲད་མི་འདོད་པའི་དཀའ་ངལ་ཏག་རྩ་བ་ཉིད་ནས་ཡོད་མ་རེད་དེ་འདྲ་བྱེད་དུས་རྣམ་པ་ཚོ་ཚང་མས་ཡིན་ན་དངོས་གནས་དྲ་ནས་ཏག་རང་རང་སོ་སོའི་གོ་སྐབས་འདི་འདྲའི་ཅིག་ཡོད་པའི་སྐབས་ལ་ཤུགས་རྒྱབ་དགོས་ཡ་དེ་ཧ་ཅང་གི་གལ་ཆེན་པོ་རེད། ཧ་ཅང་གི་དོན་ཆེན་པོ་རེད། ང་རང་ཚོ་མི་ཞིག་གིས་མི་ཚེ་གི་མདུན་ལམ་ག་ཆེ་ཤོས་ཅིག་ལ་ཐུག་ཡོང་དུས་གོང་ལ་ང་ཚོས་ཚང་མས་དགེ་རྒན་གྱི་ཡིན་ན་གཟན་ཤུགས་ཆེ། དགེ་ཕྲུག་གི་ཡིན་ན་གཟན་ཤུགས་ཆེ་ལྷག་བསམ་ཕྱར་བ་གཅིག་སྒྲིལ་གཅིག་སྒྲིལ་བྱེད་དགོས་ཀྱི་རེད་མ་གཏོགས་ཨ་ནི་ང་ཚོ་རྫ་དཔའ་སྤྲུལ་གྱི་གསུངས་པ་ནང་བཞིན་བྱས་ནས་རྫ་དཔའ་སྤྲུལ་རིན་པོ་ཆེ་གིས་ཨ་ཨ། ཐོས་བསམ་སྐྱོང་མོའི་ལུས་དེ་འདྲ་མགོ་བོ་ཆེ་ཡང་འགྱུར་མ་ཁྲ། འདིར་གསུངས་རོགས། ཐོས་བསམ་སྐྱོང་མོའི་ལུས་དང་འདྲ་མགོ་བོ་ཆེ་དེ་འགྱུར་མ་ཁྲ། མགོ་དང་པོ་བློ་གཞུང་བྱེད་མཁན་ཡིན་ཟེར་དུས་དཀར་པོའི་ང་ལ་གི་ཡིན་ད་ཟེར་ཡག་སོ་འདྲ་པོ་དེ་འདྲ་པོའི་ཆེན་པོ་བཟོས་ནས་ཉི་མ་གཅིག་གཉིས་གཅིག་ལ་ད་ཞབས་བོ་ཤུ་ཆེན་པོ་རྒྱབ་ཅིག་ཨ་ཉི་མ་ཟླ་བའི་ཟླ་བ་མ་མ་ལི་དི་གོང་ལ་ཨ་ནི་ཆུང་རུ་ཆུང་རུ་ཆུང་རུ་ཁྲ་རུ་ཁྲ་རུ་ཁྲ་རུ་བྱས་ཏེ་ཨ་ནི་དུས་སམ་ལྕོང་མོའི་ལུས་དང་འདྲ་མགོ་བོ་ཆེ་དང་རྒྱུ་མ་ཁྲ་ཟེར་དོན་གཉེར་སྦ་བའི་ཁ་དང་འདྲ་ཉན་དུས་ཡོད་དེ་འབྲི་དུས་མེད་རྫ་སྤར་དྲུག་གསུང་རུ་ད་པས་སྙན་པོ་ཡོད་རེད་དོན་གཉེར་སྦ་བའི་ཁ་དང་འདྲ་ཁ་བཙུམ་དུ་ཡོད་རེད་སྦ་བའི་ཁ། གདང། གདང་ནི་བསྡད་ཡོད་རེད། ཁ་གདང་གི་མ་རེད་ཁོས། ཁོ་ཆུ་ནང་ལ་འགྲོ་གི་རེད་ཡ་མ་འདྲེ་དེ་ཁ་གདང་ཡ་དེ་ལས་སླ་བོ་ཡོད་མ་རེད་གཅིག་གདང་ན། ཆུང་ཆུང་ཞིག་གདང་གི་རེད་ཁོས། གཅིག་འབུ་འདྲ་བོ་དེ་འདྲས་ཟ་དགོས་གི་ན་ཨབ། ཟེར་ནས་པགས་ཟེར་ནས་ཁོ་རང་མ་ཁ་གདང་འགྲོ་གི་དེ་འདྲས་ཞིག་རེད། དོན་གཉེར་འབའ་བའི་ཁ་དང་འདྲ་ཉན་དུ་ཡོད་དུ་འགྲོ་དུས་མེད་འདྲ་བོ་ཞིག་གོ་འདུག་ཨ་བ་དུས་ནང་གི་ཁོ་ན་ང་རང་ཚོ་ཚང་མས་བསླབ་བྱ་དུ་སོ་ཉན་དགོས་བ་རེད། གུང་ཐང་བླ་མ། འཇམ་དབྱངས་བསྟན་པའི་སྒྲོན་མེ། བཀའ་ཟ་ཞུས་མ་ཐག་ནི་མཁས་པའི་གོ་འཕོང་འདོད། ཞག་གསུམ་ལོན་ཚད་འཇིགས་མེད་གཡེང་བའི་ཆེ། དེ་འདྲ་དེ་ལ་ཅི་ཡང་མི་ཡོང་པའི་བརྩོན་པ་ཆུ་བོའི་རྒྱུན་བཞིན་བརྟན་ཅིག་འོང་སོང་ལྟ་དངོས་གནས་ང་རང་ཚོ་ལྷ་བཞག་རེད་འོ་དུ་སྣ་འདི་གོ་ཚང་མས་རྒྱུན་རིང་པོ། ཡུན་རིང་པོ་ལ་སློབ་སྦྱོང་བྱས་ན་འབྲས་བུ་རྒྱ་ཆེན་པོ། གཏིང་ཟབ་པོ་ཐོབ་རྒྱུ་རེད་དེ་འདྲས་ཡིན་པར་སོང་ས་ཚང་མས་གཟབ་གཟབ་གནང་ཆེད་སྣོད་དེ་ཉན་པར་བསྐོ་བ་སོང་དེ་གོང་ལ་ཉན་རྒྱུ་གི་ཆུ་དེ་འདི་འདྲིས་གི་རྣམ་པ་དག་པ་བྱས་ཡོད་རེད་ད་ང་རང་ཚོས་ཉན་མཁན་གི་གང་ཟག་གི་ངོས་ནས་ང་རང་ཚོས་ཆུ་ཉན་གི་མ་རེད་བཤད་མཁན་གི་ངོས་ནས་ཆུ་ཉན་གི་མ་རེད་ང་རང་ཚོ་དགེ་སློབ་ཡོངས་སུ་རྫོགས་པའི་ངོས་ནས་མཚན་ཤུགས་ཆ་བ་གྲུ་འདེགས་བྱས་ན་ནང་པ་སངས་རྒྱས་པའི་ཆོས་ལུགས་ལ་ཞག་འདེགས་ཡོང་རྒྱུ་རེད་རང་རང་སོ་སོས་ཚེ་འདི་ཕྱི་གི་དོན་དག་འགྲོ་རྒྱུ་རེད་དེའི་ཐོག་ལ་དགོངས་པ་ཞིག་གཏོགས་སུ་བྱས་ད་ང་ཚོས་གཞུང་དོན་ཉན་པར་བསྐོ་བ་དེ་ཚར་བ་བྱས།